བོད་དང་བོད་མིའི་མགྲིན་ཚབ་བྱེད་པའི་དཔེ་ཀློག་ལེ་ཚན་གྱི་བརྡ་འཕྲིན་ཚོགས་པའི་ནང་ཀློག་གླུ་ཡར་ཞུགས་པའི་སེང་འབྲོག་ལྷན་རྒྱས་ཁྱེད་རྣམས་དགུང་ཁམས་བཟངབྱམས་ལ་གུས་པས་ཁ་སང་ལྕགས་ཀློག་ཞུ་མཚམས་དེ་ནས་མ་འཁྱུག་ཙམ་ལྕགས་ཀློག་ཞུ་རྒྱུ་ན་ནམ་ཚོད་གཤམ་དུ་མུ་མཐུད་གསན་རོགས་གནང། ཁ་སང་གི་ལྕགས་ལབ་ཞུ་མཚམས་དེ་ནས་ཤོག་གྲངས་ཉིས་བརྒྱ་གང་ནས་མ་བརྩིས་པའི་ཡིག་འབྲེལ་དྲུག་པོ་དེ་ལས་ལེགས་བསྡད་ཡོད། གཉིས་པ། གནས་ཚུལ་གང་ཡིན་རུང་རྒྱ་ཆེ་ས་ནས་བལྟས་ན་ཕན་ཐོགས་ཡོང་གི་འདུག་གང་ཡིན་ཟེར་ན། ང་ཚོ་དཀའ་ངལ་གྱི་མདུན་དུ་མི་བསུས་པ་དང་ནུས་མེད་ཀྱི་ཚོར་སྣང་བྱུང་བའི་གཞི་གཅིག་ནི། དཀའ་ངལ་ཡ་ཐག་ཉེ་ས་ནས་བལྟས་དྲགས་པས་རེད། དཔེར་ན། ང་ཚོས་སོ་སོའི་ལག་པའི་སྦར་མཐིལ་ཡ་ཧ་ཅང་གི་ཉེ་ས་ནས་བལྟས་ན། ལག་པ་ཧྲིལ་པོ་ཡག་པོ་མཐོང་མི་ཐུབ་པ་བཞིན་དུ། གནས་ཚུལ་ལ་ཧ་ཅང་ངེས་ཟིན་ནས་བལྟས་བསྡད་ན་མཐོང་རྒྱ་ཆུང་ཆུང་དང་བསམ་བློ་གུ་དོག་པོ་བྱ་ངེས་རེད། དེ་ལས་ལྡོག་སྟེ་དཀའ་ངལ་དེ་དང་འབྲེལ་ཡོད་ཀྱི་གནས་ཚུལ་ཡ་རྒྱ་ཆེ་ཟིན་ནས་བལྟས་ན། བློ་ཕམ་པ་ཞིག་ལ་ཡང། གནད་དོན་དེའི་ཐད་འཁོན་ལན་གྱི་ཚུལ་དུ་རྐྱེན་ངན་ཤིན་ཏུ་ཚབས་ཆེན་བཟོས་སོང། དེ་ཡང་བྱ་བྲལ་རིན་པོ་ཆེའི་ལོ་དྲུག་བཙོན་འཇུག་དང། བཀྲ་ཤིས་བློན་པོའི་དགེ་འདུན་པ་སུམ་ཅུ་ལྷག་འཛིན་བཟུང་བྱས་པས་མཚོན། དགོན་པ་དེ་ཉིད་ཚབས་རྗེས་སྙེག་ཐོག་སུན་གཙེར་བྱ་ཡུལ་དུ་གྱུར། བྱ་བྲལ་རིན་པོ་ཆེ་བཙོན་གྲོལ་གཏོང་དགོས་པའི་དུས་སུ་སླེབས་ཟིན་ཡང། དུས་དེང་སང་གི་བར་དུ་ཁོང་གང་དུ་བཞུགས་ཡོད་མེད་སྐོར་ཡིད་རྟོན་ཐོབ་པའི་གནས་ཚུལ་གང་ཡང་གོ་ཐོས་མ་བྱུང། བྱ་བྲལ་རིན་པོ་མཆོག་ནས་པཎ་ཆེན་སྐུ་གོང་མར་ཞབས་འདེགས་ལྷག་བསམ་རྣམ་དག་ཞུས་པ་ཙམ་དུ་མ་ཟད། པཎ་ཆེན་རིན་པོ་ཆེའི་ཡང་སྲིད་ཀྱང་ཕུལ་རྒྱུའི་ནང་བསྟན་གྱི་ལམ་སྲོལ་གཞིར་བཟུང་ངོས་འཛིན་ཐུབ་ཐབས་སུ་སྐུ་ལས་ཆེན་པོ་བསྐྱོན་པ་རེད། དེ་ཙམ་མ་ཟད། ཁོང་གིས་འགོ་ཁྲིད་པའི་ཡང་སྲིད་རྩད་གཅོད་ཚོགས་ཆུང་གི་ལས་དོན་ལ་ཡང། པེ་ཅིང་གི་འགོ་ཁྲིད་ཚོས་བཀའ་འཁྲོལ་ཐོབ་ཐབས་གང་ཡོང་གནང་ཞིང། དེའི་ཆེད་དུ་ཡང་སྲིད་རྩད་གཅོད་ཀྱི་བརྒྱུད་རིམ་ཆ་ཚང་པེ་ཅིང་གཞུང་གིས་མཁྱེན་རྟོགས་ཡོད་པ་བཟོས་ཡོད། དེ་ནས་ཁོང་གིས་ལྷག་བསམ་རྣམ་དག་གནང་བའི་འབྲས་བུར་སྐུ་ངལ་ཆེན་པོ་དེ་ཙམ་མྱང་དགོས་བྱུང་བ་མཐོང་དུས། ངོས་ཀྱི་ཡིད་ལ་ཡ་བཟོད་མི་བདེ་བའི་བློ་ཕམ་ཆེན་པོ་བྱུང། དགུང་ལོ་དྲུག་ལ་སོན་པའི་པན་ཆེན་ཆུང་སྲིད་རིན་པོ་ཆེས་དགེ་འདུན་ཆོས་ཀྱི་ཉི་མ་དང་ཁོང་གི་ནང་མི་རྣམས་ཀྱང་འཛིན་བཟུང་བཀག་ཉར་བྱས་ཏེ། སྐབས་དེ་ཁོང་འཛམ་གླིང་གི་བཙོན་པ་ལོ་ན་ཆུང་ཤོས་སུ་གྱུར། དེ་ནས་བཟུང་སྟེ་དུས་དེང་སང་གི་བར་དུ་ཡང་ཁོང་གར་ཡོད་ཤེས་རྟོགས་མེད་ཅིང། དེ་ནི་གཅིག་བྱས་ན་རྒྱ་ནག་དམར་ཕྱོགས་ཚོགས་པའི་ལོ་རྒྱུས་ནང་གསང་བ་ཉར་ཚགས་ཐུབ་པ་ཡག་ཤོས་དེ་ཡིན་སྲིད། ངོས་ལ་མཁྱེན་རྒྱ་ཡག་པའི་མི་སྣ་ཞིག་ཐེ་བའི་རྒྱ་རིགས་ཁ་ཤས་ཀྱིས། པཎ་ཆེན་དགེ་འདུན་ཆོས་ཀྱི་ཉི་མ་རྒྱ་ནག་སྐམ་ས་ཆེན་པོའི་དམག་མིའི་རྟེན་གཞི་ཞིག་ཏུ་བཟང་བཙོན་གྱི་རྣམ་པར་ཉར་ཡོད་ཚུལ་བརྗོད་བྱུང། རྒྱ་ནག་དབང་འཛིན་པའི་ཕ་མ་གཉིས་ཀ་དམར་ཕྱོགས་ཚོགས་མི་ཡིན་པའི་འོས་འཕྲུལ་ཤན་རྒྱལ་མཚན་ནོར་བུ་ཟེར་བ་ཞིག་འདེམས་སྒྲུག་བྱས་ཏེ། ཁོང་འོག་བཀྲ་ཤིས་གླིང་སྤོས་དགོན་པའི་པཎ་ཆེན་རིན་པོ་ཆེའི་ཁྲི་ལི་ཡ་བཙན་ཤེད་ཀྱིས་བསྐོས་པ་དང་ཆབས་ཅིག་བཀྲ་ཤིས་གླིང་སྤོས་དགོན་པ་ཆགས་ཡུལ་གཞིས་ཀ་རྩེ་གྲོང་ཁྱེར་དུ་རྒྱ་དམག་འབོར་ཆེན་འགྲེམས་འཇོག་བྱས། གནས་ཚུལ་ཐབས་སྡུག་འདིའི་ནང་ཁྱེའུ་ཆུང་ངུ་གཉིས་ཚུད་པར་ངོས་རང་སེམས་སྐྱོ་བོ་བྱུང། ང་ཚོས་པཎ་ཆེན་རིན་པོ་ཆེ་ངོ་མ་གར་ཡོད་མི་ཤེས་པ་དང། རྒྱ་ནག་དམར་ཤོག་གི་འགོ་ཁྲིད་ཚོས་བདམས་ཏེ་བཀྲ་ཤིས་བློན་པོའི་ཁྲི་ལ་ཡར་བསྐོས་པ་དེར་ནི་བོད་མི་ཚོ་ཙམ་དུ་མ་ཟད། རྒྱ་རིགས་ནང་པ་ཁག་ཅིག་གིས་ཀྱང་པཎ་ཆེན་རྫུན་མའམ། རྒྱ་མིའི་པཎ་ཆེན། ཞེས་འབོད་མུས་ཡིན་པ་ཤེས་མདོག་བྱུང། པཎ་ཆེན་ངོ་མ་དགེ་འདུན་ཆོས་ཀྱི་ཉི་མ་ལས་ཆ་བཤད་ན་ཐ་ན་ཁོང་གི་སྐུ་པར་ཡང་བོད་ན་སྒྲིག་གཤོངས་མི་ཆོག་པའི་དམ་དྲག་ཡོད་པ་དུས་ད་ལྟ་ཡང་རང་འཇགས་སུ་གནས། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དྲུག་གི་ཟླ་བ་བཅུ་གཅིག་པའི་ནང་རྒྱ་ནག་གི་སྲིད་འཛིན་ཅང་ཙི་མིན། རྒྱ་གར་དུ་ཉིན་གྲངས་བརྒྱད་རིང་གཞུང་འབྲེལ་ལྟ་སྐོར་དུ་ཡོང་སྐབས། ཁོང་མཇལ་འཕྲད་ཡོང་ཐབས་མེད་པ་ཤེས་ཀྱང། བོད་ནང་རྒྱ་ནག་གི་དྲག་གནོན་སྲིད་ཇུས་སྤེལ་མུས་ཕྱིར་འཐེན་དགོས་པའི་འབོད་སྐུལ་གསལ་བསྒྲགས་སྤེལ་རྒྱུའི་གོ་སྐབས་བླངས་པ་ཡིན། སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་ཅུ་དགུ་བདུན་ཟླ་བ་གཉིས་པའི་ཚེས་བཅུ་དགུའི་ཉིན། རྒྱ་ནག་གི་ཆེས་མཐོའི་འགོ་ཁྲིད་ཏིང་ཞའོ་ཕིང་ཚེ་ལས་འདས། དེ་ཉིན་ངོས་ཀྱིས་སྤེལ་བའི་གསལ་བསྒྲགས་ནང། ཏིང་ཞའོ་ཕིང་གི་མི་ཚེའི་རིང། བོད་དོན་སྐོར་དོན་དམ་པའི་གྲོས་མོལ་མ་བྱུང་བར་བློ་ཕམ་བྱུང་བ་དང། ད་ཆ་འབྲེལ་ལམ་བསྐྱར་མཐུད་ཀྱི་གོ་སྐབས་གསར་པ་ཡོང་བའི་རེ་བ་ཡོད་ཚུལ་བརྗོད་པ་ཡིན། སྐབས་དེ་ངོས་ནས་ཅང་ཙེ་མིང་ལི་ཡར་ཕུལ་བའི་ཐུགས་གསོའི་ཡི་གེའི་ནང། སྐུ་ཞབས་ཏིང་ཞའོ་ཕིང་གིས་མི་ཚེའི་རིང་བོད་དོན་སྐོར་དོན་དམ་པའི་གྲོས་མོལ་བྱེད་མ་ཐུབ་པར་བློ་ཕངས་ཆེན་པོ་ཡོད། འོན་ཀྱང་ཏིང་ཞའོ་ཕིང་འདས་གྲོངས་སུ་ཕྱིན་པ་དེ་རྒྱ་ནག་དང་བོད་གཉིས་ཀར་གོ་སྐབས་གསར་པ་ཞིག་དང། གདོང་ལེན་བྱེད་དགོས་པའི་གནད་དོན་གསར་པ་ཞིག་ཀྱང་བསྐྲུན་ཡོད་པར་ངོས་ནས་ཡིད་ཆེས་བརྟན་པོ་བྱེད་ཀྱི་ཡོད། དེར་བརྟེན། སྐུ་ཉིད་ཀྱི་དབུ་ཁྲིད་འོག་རྒྱ་ནག་གཞུང་གིས་འགྲིག་མཐུན་གུ་བཤངས་ཀྱི་བསམ་བློ་བཅངས་ཏེ་བོད་ཀྱི་དཀའ་རྙོག་དེ་གྲོས་མོལ་ལམ་ནས་སེལ་ཐབས་བྱེད་དགོས་པའི་དགེ་མཚན་ཤེས་མདོག་དང་རྣམ་དཔྱོད་ལྡན་པའི་རེ་བ་བྱེད་ཀྱི་ཡོད། ངོས་ལ་ཡང་མཚོན་ན། ང་ཚོས་དཀའ་རྙོག་དེ་ལྷག་བསམ་དང་གུ་བཤངས་ཀྱི་ཁོར་ཡུག་ནང་གྲོས་མོལ་ཁོ་ན་བརྟེན་ནས་ཐག་གཅོད་ཡོང་རྒྱུའི་ཡིད་ཆེས་བརྟན་པོ་ཡོད། ཅེས་གསལ་ཡོད། ཏིང་ཞའོ་ཕིང་གིས་ངོས་ཀྱི་གཅེན་པོར་བོད་རང་བཙན་མ་གཏོགས་གནད་དོན་ཚང་མ་གྲོས་བསྡུར་གྱི་ལམ་ནས་ཐག་གཅོད་བྱེད་ཆོག་ཅེས་གླེང་སློང་ཐོག་མ་བྱུང་ནས་ངོས་ཀྱི་སེམས་ནང། ཏིང་ཞའོ་ཕིང་གིས་འགོ་ཁྲིད་གནང་རིང་ང་ཚོར་འགག་སྒྲོལ་རང་བཞིན་གྱི་གྲུབ་འབྲས་ཆེན་པོ་ཡོང་པའི་རེ་བ་བྱས་ཡོད་རུང་བློ་ཕམ་པ་ཞིག་ལ་ཡང་དེ་ལྟར་བྱུང་མེད། ཏིང་ཞའོ་པེན་གྲོངས་པ་དེ་ཆབ་སྲིད་ཀྱི་དུས་རབས་ཤིག་མཇུག་སྒྲིལ་བ་མཚོན་པ་རེད། ཁོང་ནི་རྒྱ་ནག་དབང་བསྒྱུར་མཁན་གྱི་གསར་བརྗེའི་དམར་ཤོག་པ་རྒན་གྲས་མཐའ་མ་དེ་ཡིན་པར་མ་ཟད། ངོས་ནས་ཐུག་འཕྲད་ཀྱིས་ངོ་ཤེས་པའི་རྒྱ་ནག་གི་མཐོ་རིམ་འགོ་ཁྲིད་མཐའ་མ་དེ་ཡང་ཆགས་ཡོད། ཁོང་ནི་རྒྱ་ནག་ཕྱི་ཕྱོགས་སུ་འགོ་འཁྲིད་བྱེད་མཁན་ཡིན་པར་མ་ཟད། དཔལ་འབྱོར་ཡར་རྒྱས་མངོན་གསལ་བཏང་བའི་འབྲས་བུར་མི་དམངས་ས་ཡ་མང་པོ་དབུལ་ཕོངས་ཀྱི་གནས་ལས་གྲོལ་བ་དང། ལྷག་པར་མདུན་མཆོང་ཆེན་པོའམ་མཆོང་སྐྱོད་ཆེན་པོ་ཟེར་བའི་མུ་གེ་དང། རིག་གནས་གསར་བརྗེས་དཀའ་སྡུག་གིས་བཟོས་པའི་དབུལ་ཕོངས་ཀྱི་གནས་སྟངས་ལས་གྲོལ་ཐུབ་པ་བྱུང་བ་རེད། དེ་བཞིན་ཏེའུ་ཞའོ་ཏིང་ཞའོ་ཕིང་གི་བཀོད་འདོམས་འོག་རྒྱ་ནག་གི་བཅིངས་འགྲོལ་དམག་དཔུང་གི་གནམ་བདེ་འགོག་མ་ཆུའི་ཐང་ཆེན་སོགས་སོ་སོའི་མི་དམངས་ལ་ཡར་མཚོན་ཆ་བེད་སྤྱོད་ཀྱིས་མི་ཤིན་ཏུ་མང་པོ་དམར་གསོད་ཀྱང་བཏང་བ་རེད། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གྱི་ཟླ་བ་གསུམ་པའི་ནང། ངོས་རང་ཐའེ་ཝན་དུ་ཐོག་མར་བསྐྱོད་རྒྱུའི་གོ་སྐབས་བཟང་པོ་བྱུང། ངོས་ལ་གཞུང་འབྲེལ་མགྲོན་འབོད་གནང་མཁན་ནི་ཐའེ་ཝན་ནང་བསྟན་མཐུན་ཚོགས་དང། གོ་མིན་ཏང་ཚོགས་པས་བཟུང་བའི་ཐའེ་ཝན་གྱི་གཞུང་གཉིས་རེད། ཐའེ་ཝན་གོ་མིན་ཏང་གི་ཚོགས་པ་དེ་ཐོག་མར་རྒྱ་ནག་སྐམ་ས་ཆེན་མོར་བཙུགས་ཤིང་དེའི་འགོ་ཁྲིད་ཅང་ཅེ་ཧྲི། ཕྱི་ལོ་ཆིག་སྟོང་དགུ་བརྒྱ་བཞི་བཅུ་ཞེ་དགུ་ལོར་མའོ་ཙེ་ཏུང་གིས་མགོ་ཁྲིད་པའི་དམར་ཤོག་ཚོགས་པས་རྒྱ་ནག་སྐམ་ས་ཆེན་པོ་བཟུང་རྗེས་ཐའེ་ཝན་ལ་ཡང་བྲོས་བྱོལ་དུ་བཅུག་པ་རེད། ཐའེ་ཝན་གོ་མིན་ཏང་ཚོགས་པའི་ལངས་ཕྱོགས་ནི། ཐའེ་ཝན་དུ་ཡོད་པའི་གཞུང་དེ་དེ་སྔའི་རྒྱ་ནག་མི་སེར་རྒྱལ་ཁབ་ཀྱི་གཞུང་དེ་རྒྱུན་སྐྱོང་བཞིན་ཡོད་མུས་སུ་ངོས་འཛིན་བྱེད་ཀྱི་ཡོད་ཞིང། རྒྱ་ནག་སྐམ་ས་ཆེན་མོ་ནས་ཡུན་རིང་ལོགས་སུ་གནས་ཡོད་ཀྱང། ངོས་ཐའེ་ཝན་དུ་ཐེངས་དང་པོར་བསྐྱོད་པའི་སྐབས་སུ་ཡང་རྒྱ་ནག་སྐམ་ས་ཆེན་པོ་ཡོངས་རྫོགས་དང་བོད་ཀྱི་ཐད་བདག་དབང་ཡོད་ལུགས་བརྗོད་དེ་གནས་མུས་རེད། དེ་ལྟ་ན་ཡང། ངོས་ལ་ཐའེ་ཝན་གྱི་སྲིད་འཛིན་ལི་ཏིང་ཧུའུ་ཡིས་གཞུང་འབྲེལ་མགྲོན་བསུ་གནང་བ་དེ་ཐའེ་ཝན་གྱི་ངོས་ནས་བོད་ཀྱི་གནས་བབ་ཐད་བཟུང་བའི་གཞུང་འབྲེལ་གྱི་ལངས་ཕྱོགས་དེ་གུ་ཡངས་སུ་འགྲོ་བཞིན་པ་མཚོན་གྱི་ཡོད། ངོས་རང་ཐའེ་ཝན་དུ་བསྐྱོད་པ་དེ་དང། ལྷག་པར་ཐའེ་ཝན་གྱི་སྲིད་འཛིན་དང་མཇལ་འཕྲད་བྱུང་བ་དེས་རྒྱ་གཞུང་མ་དགའ་བ་ཆེན་པོ་བྱུང་ཞིང། རྒྱ་ནག་ཉམས་དམས་སུ་གཏོང་ཆེད་ངོས་ནས་ཐའེ་ཝན་དང་ངན་འབྲེལ་བྱས་ལུགས་ཀྱི་སྐྱོན་བརྗོད་བྱས་པ་ནི་བརྗོད་མི་དགོས། ཁོ་བོ་གལ་ལེ་ཡ་མཚོན་ན། ཐའེ་ཝན་དུ་ལྟ་སྐོར་དུ་ཕྱིན་པ་དེའི་ཐད་ཆེས་དྲན་གསོ་འོས་པ་དང་རིན་ཐང་ཆེ་ཤོས་ཀྱི་ཆ་ཤས་ཤིག་ནི། རྒྱ་རིགས་ནང་པ་ཧ་ཅང་མང་པོས་ནང་བསྟན་ལ་ཡང་དད་པ་རྣམ་པར་དག་པ་བྱེད་བཞིན་པ་དང། དེ་ལ་སྲིད་གཞུང་གི་ཐེ་ཇུས་གང་ཡང་མེད་པར་ཆོས་དད་རང་དབང་ཡོད་པ་དངོས་མཐོང་བྱུང་བ་དེ་ཡིན། ཕྱི་ལོ་ཉིས་སྟོང་བརྒྱ་མེད་བཅུ་མེད་གཅིག་ལོར་ཐའེ་ཝན་གྱི་སྲིད་འཛིན་ཁྲེན་ཧྲུའུ་པན་གྱིས་གཞུང་འབྲེལ་མགྲོན་འབོད་གནང་བ་ལྟར་ངོས་ནས་ཐའེ་ཝན་དུ་ལྟ་སྐོར་ཐེངས་གཉིས་པ་བྱས། དུས་དེར་དུས་དེར་ལྕམ་ལྕམ་སྐུ་ཚའེ་ཨིན་ཝུན་ངོ་འཕྲད་བྱུང་ཞིང། ཁོང་ཕྱིས་སུ་ཐའེ་ཝན་གྱི་སྲིད་འཛིན་ཆགས་པ་རེད། སྐབས་དེ་དུས་ཐའེ་ཝན་ལ་ཡང་བོད་ཀྱི་བདག་དབང་ཡོད་ཚུལ་བརྗོད་མཚམས་འཇོག་འགོ་ཚུགས་པའི་སྐབས་ཤིག་ཡིན་ཞིང། དེའི་འབྲས་བུར་རྒྱ་གར་ནས་ཡོང་བའི་བོད་མི་ཚོར། རྒྱལ་ཁོངས་མེད་པའི་རྒྱ་གར་གྱི་ཆིབས་བརྒྱུད་ལག་འཁྱེར་གསལ་པོའི་ཐོག་ཐའེ་ཝན་གྱི་ཐོངས་མཆན Visa སྤྲད་པར་མ་ཟད། མཐའ་མ་བོད་སོག་ཨུ་ཡོན་ལྷན་ཁང་ཡང་སྒོ་བརྒྱབ་པ་རེད། ལས་ཁུངས་དེ་ནི་ཐོག་མར་བོད་དང་ནང་སོག་གི་སོག་རིགས་ལྟ་བུའི་རྒྱ་རིགས་མ་ཡིན་པའི་ལས་དོན་སྒྲུབ་ཆེད་བཙུགས་པ་ཞིག་རེད། མཐའ་མ་ཕྱི་ལོ་ཉིས་སྟོང་དགུ་ལོར་མགྲོན་འབོད་བྱུང་དོན་དང། མཚོ་རླུང་དྲག་པོའི་སྲོག་སྐྱོན་དང་གནོད་འཚེ་ཆེན་པོ་ཐེབས་པའི་ཐའེ་ཝན་ལྷོ་ཁུལ་དུ་ངོས་རང་ཆེད་བསྐྱོད་ཀྱིས་བསྔོ་སྨོན་གསོལ་འདེབས་བྱས་པ་ཡིན། དུས་ནས་དུས་སུ་ངོས་ནས་བོད་མི་མང་བོད་མི་མང་ཚོགས་ཀྱི་བསམ་ཚུལ་བསྡུ་ལེན་བྱེད་མུས་ལྟར། ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གྱི་ཟླ་བ་དགུ་པའི་ནང་རྒྱ་ནག་གཞུང་དང་འབྲེལ་མོལ་བྱེད་པའི་ལངས་ཕྱོགས་ལ་བསྐྱར་ཞིབ་ཆེད་ཚོགས་འདུ་གལ་ཆེན་ཞིག་ཚོགས། དེའང་ངོས་ནས་ཡང་ཡང་བརྗོད་མུས་ལྟར་བོད་མིའི་མདུན་ལམ་གྱི་མཐའ་མའི་ཐག་གཅོད་དེ་ཏཱ་ལའི་བླ་མའམ་ཡང་ན་རྒྱ་ནག་དམར་པོའི་གཞུང་གིས་བྱ་རྒྱུ་མ་ཡིན་པར། བོད་མི་མང་རང་ནས་བྱེད་དགོས་པ་ཡིན། ཚོགས་འདུ་དེའི་མཇུག་བསྡོམས་སུ་བོད་མི་མང་སྤྱི་འཐུས་ལྷན་ཚོགས་ཀྱིས་ཁོ་བོས་དབུ་མའི་ལམ་གྱི་སྲིད་བྱུས་ཤིག། བརྗོད་མུས་དེར། ཀྱག་ཀྱོག་གི་གྲོས་ཆོད་གཏན་འབེབས་ན། སྲིད་ཇུས་དེའི་དོན་གནད་གཙོ་བོ་ཁག་ནི་གཤམ་གསལ། དང་པོ། བཙན་བྱོལ་བོད་གཞུང་ནས་བོད་རང་བཙན་གྱི་རྩོད་ལེན་མི་བྱེད་པར་ཆོལ་གསུམ་བོད་རིགས་ཡོངས་རྫོགས་ཆབ་སྲིད་ཀྱི་གོང་བུ་ཞིག་ཏུ་བསྐྲུན་དགོས་པ་དང། གཉིས་པ། དེ་འདྲའི་གོང་བུ་དེར་མིང་དོན་མཚུངས་པའི་མི་རིགས་ས་གནས་རང་སྲིད་རང་སྐྱོང་གི་གནས་བབ་ཚད་ལྡན་དགོས་པ། གསུམ་པ། རང་སྲིད་རང་སྐྱོང་དེ་ཡང་དམངས་གཙོའི་ལམ་སྲོལ་ལ་བརྟེན་ནས་མི་དམངས་ཀྱིས་འོས་འདེམས་བྱས་པའི་གྲོས་ཚོགས་དང་འོས་འདེབས་བྱས་པའི་གཞུང་གིས་འཛིན་སྐྱོང་བྱེད་དགོས་པ། བཞི་བ། གོང་གསལ་གནས་བབ་རྣམས་རྒྱ་གཞུང་ནས་ཁས་ལེན་བྱུང་འཕྲལ། བོད་རྒྱ་ནག་ནས་ཁ་བྲལ་མི་དགོས་པར་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་མཉམ་དུ་གནས་རྒྱུ། ལྔ་པ། རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དབུས་གཞུང་ནས་བོད་ཀྱི་སྲིད་དོན་གྱི་ཕྱི་འབྲེལ་དང་རྒྱལ་སྲུང་གི་འགན་འཁུར་ལས། བོད་ཀྱི་ཆོས་དང་རིག་གཞུང། ཤེས་ཡོན། དཔལ་འབྱོར། འཕྲོད་བསྟེན། སྐྱེ་ཁམས་ཁོར་ཡུག་སྲུང་སྐྱོབ་སོགས་དང་འབྲེལ་བའི་ལས་དོན་ཡོངས་རྫོགས་བོད་མི་རང་གིས་འཛིན་སྐྱོང་བྱེད་དགོས་པ། དྲུག་པ། བོད་རྒྱའི་དཀའ་རྙོག་སེལ་ཆེད་གོང་ས་མཆོག་གིས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་དང་མཉམ་དུ་ལྷག་བསམ་རྣམ་དག་གིས་གྲོས་མོལ་དང་འདུམ་འགྲིག་གི་ཐུགས་འགན་རྐང་བཞེས་གནང་རྒྱུ། ཞེས་གསལ་ཡོད། དེ་ལ་རྒྱ་ཕྱོགས་ནས་ལན་འདེབས་ལྟ་བུར་སྤྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བརྒྱད་ཀྱི་ཟླ་བ་གཉིས་པའི་ནང། རྒྱ་ནག་རྒྱལ་སྲིད་ཀྱི་སྤྱི་ཁྱབ་ཁང་གསར་འགྱུར་གཞུང་ལས་ཚན་པ། བོད་རང་སྐྱོང་ལྗོངས་ཀྱི་མིའི་ཐོབ་ཐང་བྱ་བའི་འཕེལ་ཚད་གསར་པ། ཞེས་པའི་རྒྱབ་ཕྱི་དཀར་པོའི་ཡིག་ཆ་བཏོན་པའི་ནང། དྲག་རྩུབ་ཀྱི་ཐབས་ཇུས་ཡོངས་ཁྱབ་ཏུ་སྤེལ་རྒྱུའི་རྣམ་པ་མངོན་ཡོད། ཡིག་ཆ་དེའི་ནང་མཐའ་བསྡོམས་བྱས་དོན། ཕྱི་ཡུལ་དུ་གྱར་བའི་ཏཱ་ལའི་ཡིས། བོད་ལྗོངས་གསར་པའི་དར་རྒྱས་དང་ཡར་ཐོན་བྱུང་ཚུལ་ཡང་དམའ་འབེབས་དང་ཚིག་མཚོན་འདེབས་གང་ཐུབ་བྱས། ཞེས་དང། དེ་ནས་མུ་མཐུད། ཏཱ་ལའི་ཡི་རྫུན་གཏམ། བསྒྲིགས་ཏེ། འདུལ་ཁྲིམས་དེ་རྩིས་མེད་དུ་བཏང་ཞིང། དེ་དང་རྒྱབ་འགལ་བྱས་པ་དེའི་ཐོག་ནས་འཛམ་གླིང་ཐོག་གི་སྐྱེ་བོ་རྣམས་ལ་ཆོས་ལུགས་དར་ཆ་བསྒྲེངས་ནས་མེས་རྒྱལ་ཁ་བྲལ་བའི་བྱ་སྤྱོད་དོན་དུ་གཉེར་བའི་ཁོའི་གདུང་རིགས་ངོ་མ་དེ་ཁོ་ན་ཕྱིར་མངོན་པ་རེད། ཅེས་བཀོད་འདུག་སྐབས་དེ་དང་དུས་མཚུངས་སུ་ངོས་ནས་རྒྱ་ནག་རྒྱལ་སྤྱིའི་སྤྱི་ཚོགས་ཀྱི་སྟེགས་ཁོངས་སུ་འཛུལ་ཞུགས་ཆོག་རྒྱུར་རྒྱབ་སྐྱོར་སྐུལ་ལྕག་བྱས་པ་ཡིན། རྒྱ་ནག་རྒྱལ་ཁབ་སྒོ་འབྱེད་བྱ་རྒྱུ་ནི་རྒྱ་ནག་མི་དམངས་ཀྱི་ཕུགས་ཀྱི་ཁེ་ཕན་དང་མཐུན་པར་ངོས་ནས་སྐབས་དེར་ཡིད་ཆེས་ཡོད་པ་བཞིན་ད་ལྟ་ཡང་དེ་ག་རང་ཡིན། དེ་བརྟེན་སྐབས་དེར་ཨ་རིའི་ངོས་ནས་རྒྱ་ནག་ལ་ཡང་ཚོང་དོན་གནས་བབ་མཐོ་ཤོས། MFN། ཞེས་པ་སྤྲོད་འོས་མིན་སྐོར་གྲོས་བསྡུར་རྩོད་བཤད་བྱེད་སྐབས་ངོས་ནས་གནས་བབ་དེ་སྤྲོད་འོས་པར་རྒྱབ་སྐྱོར་བྱས་པ་ཙམ་དུ་མ་ཟད། དངོས་སུ་ཡང་ཨ་རིའི་གྲོས་ཚོགས་གོང་མའི་ཕྱི་འབྲེལ་ལས་དོན་ལྷན་ཁང་གི་ཚོགས་གཙོ་ལ་རྒྱ་ནག་ལ་ཡང་ཚོང་དོན་གནས་བབ་དེ་གནང་རྒྱུར་རྒྱབ་སྐྱོར་སྐུལ་ལྕག་གི་ཡི་གེ་ཡང་ཕུལ་བ་ཡིན། པེ་ཅིན་གཞུག་གི་འགོ་ཁྲིད་དང་ང་ཚོའི་བར་གྱི་འབྲེལ་ལམ་ཡར་མཚོན་ན། ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་དགུའི་ལོའི་རྗེས་ལོ་མང་རིང་དོན་ཕན་ལྡན་པ་གང་ཡང་བྱུང་མེད། དེ་ལྟ་ན་ཡང། ངོས་ཀྱི་སྐུ་ཚབ་རྒྱ་རིགས་བློ་གྲོས་དང་སྐལ་བཟང་རྒྱལ་མཚན་གཉིས། རྒྱ་ནག་གི་སྲིད་འཛིན་ཅང་ཙེ་མིན་གྱི་སྐུ་ཚབ་དང་མཉམ་དུ་སྐབས་དེར་གསང་བའི་སྒོ་ནས་ཧོང་ཀོང་དང་ཐའི་ལེན་གྱི་གྲོང་ཁྱེར་ཅང་མཱེ་ལ་ཡང་ཐུག་འཕྲད་ཐེངས་ཁ་ཤས་བྱུང་ཡོད། དེ་བཞིན་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་བདུན་གྱི་ཟླ་བ་དགུ་པའི་ཚེས་ཉི་ཤུ་རྩ་བརྒྱད་ཉིན་ཨ་རིའི་གྲོས་ཚོགས་གོང་མའི་ཚོགས་མི་ལྕམ་སྐུ་ཏའེ་ན་ཧྥན་སི་ཏིན་དང་ཁོང་གི་སྐུ་ཟླ་ཨ་རིའི་ཚོང་པ་རི་ཆཱད་བྷི་ལུམ་གཉིས་པེ་ཅིང་དུ་རྒྱ་ནག་གི་སྲིད་འཛིན་མཇལ་འཕྲད་སྐབས། ངོས་ནས་ཅང་ཙེ་མིང་ལ་ཡང་ཕུལ་བས་ཡི་གེ་ལག་འཕྲོད་ཐུབ་པ་བྱུང། འདི་ནི་ཨ་རིའི་སྲིད་འཛིན Bill Clinton དང་ཅང་ཙེ་མིང་གཉིས་པེ་ཅིང་དུ་མཇལ་འཛོམས་མ་གནང་བའི་ཟླ་བ་ཁ་ཤས་གོང་ལ་ཡང་རེད། པེ་ཅིང་གི་གསར་འགོད་ཚོགས་འདུའི་ཐོག་ཨ་རིའི་སྲིད་འཛིན Clinton གྱིས་བོད་ཀྱི་གནད་དོན་སྐོར་གྲོས་བསྡུར་གནང་བ་གསལ་སྟོན་གནང་བ་དང་སྦྲགས། བོད་རྒྱའི་འབྲེལ་མོལ་བསྐྱར་གསོ་དགོས་པའི་སྐུལ་ལྕག་གནང་བར་ཅང་ཙེ་མིང་གིས། ལན་འདེབས་བྱས་དོན། དོན་དངོས་སུ་ཏཱ་ལའི་བླ་མས་བོད་ནི་རྒྱ་ནག་གི་ཁ་བྲལ་ཐབས་མེད་པའི་ཆ་ཤས་ཤིག་ཡིན་པ་དང། ཐའེ་ཝན་ཡང་རྒྱ་ནག་གི་ཞིང་ཆེན་ཞིག་ཏུ་ཡོངས་གྲགས་ཀྱིས་ཁས་ལེན་གསལ་བསྒྲགས་གནང་ཐུབ་པ་ཡིན་ན། འབྲེལ་མོལ་དང་གྲོས་མོལ་གྱི་སྒོ་མོ་ཆེས་ཆེ་བ་ཡིན། དོན་དམ་དུ་ང་ཚོས་ཏཱ་ལའི་བླ་མ་དང་བརྒྱུད་ལམ་ཁ་ཤས་ཐོག་ནས་འབྲེལ་བ་བྱེད་མུས་ཡིན་པས། དོན་གནད་འདིའི་ཐད་ལ་ཏཱ་ལའི་བླ་མས་བཟང་ཕྱོགས་ཀྱི་བརྡ་ལན་ཞིག་གནང་རྒྱུའི་རེ་བ་ཡོད། ཅེས་གསུངས། འདི་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་དབུ་ཁྲིད་ཅིག་གིས་ཡོངས་གྲགས་ཐོག་བོད་ཀྱི་གནད་དོན་གླེང་བ་དང་འབྲེལ་མོས་ཡོང་སྲིད་པའི་བརྡ་སྟོན་བྱས་པ་ཐོག་མ་དེ་ཆགས་ཡོད། ཅང་ཙེ་མིན་གྱིས་བཏོན་པའི་ཆ་རྐྱེན་དང་པོའི་ཐད་ལ་ནི། ངོས་ནས་ཕྱི་ལོ་ཆིག་སྟོང་དགུ་བརྒྱ་གྱ་བཞི་གྱ་བརྒྱད་ལོར Strasbourg གི་ཡུ་རོབ་གྲོས་ཚོགས་སུ་གཏམ་བཤད་བྱས་པ་ནས་བཟུང། རང་བཙན་རྩོད་རྒྱུ་མིན་པ་ཡོངས་གྲགས་ཐོག་གསལ་བརྗོད་བྱས་ཟིན་པ་ཁོང་གི་མཁྱེན་གསལ་དག་རེད། ཆ་རྐྱེན་གཉིས་པའི་ཐད། དྲང་པོ་བཤད་ན། ཐའེ་ཝན་ནི་བོད་དང་བོད་ཀྱི་གནད་དོན་ལ་ཡང་འབྲེལ་བ་རྩ་བ་ནས་མེད། ཅང་ཙེ་མིན་གྱིས་ངོས་ཀྱི་སྐུ་ཚབ་ལ་ཡང་འདྲི་གཏུགས་གནང་བ་དེ་ལྷག་བསམ་ཟོལ་མེད་ཡིན་སྲིད་ཀྱང། རྒྱ་ནག་ཆབ་སྲིད་ཅུས་ཀྱི་ནང་ཁོང་ལ་ཡང་རྒྱབ་སྐྱོར་ཆེ་ཆུང་ཇི་ཙམ་ཐོབ་ཀྱི་ཡོད་མེད་གསལ་པོ་རེད་གསལ་པོ་མེད། དོན་ཆེན་སྣ་མང་གི་ལོ་རབས་དགུ་བཅུ་པ་མཇུག་སྒྲིལ་བ་དང་མཉམ་དུ་དཀར་ནག་སྐྱེ་བའི་ཡ་མཚན་གྱི་གནས་ཚུལ་ཞིག་བྱུང་བ་ནི། དགུང་ལོ་བཅུ་བཞིར་ཕེབས་པའི་ཀརྨ་པ་ཀརྨ་བཀའ་བརྒྱུད་ཀྱི་བསྟན་པའི་བདག་པོ་རྒྱལ་དབང་ཀརྨ་པ་མཆོག་སྤྱི་ལོ་ཉིས་སྟོང་ཟླ་བ་དང་པོའི་ཚེས་ལྔ་ཉིན་གློ་བུར་བོད་ནས་རྒྱ་གར་རྡ་རམ་ས་ལར་བཙན་བྱོལ་དུ་ཕེབས་འབྱོར་བྱུང། ཁོང་གི་སྐུ་ཐོག་གོང་མ། རྒྱལ་དབང་ཀརྨ་པ་སྐུ་འཕྲེང་བཅུ་དྲུག་པ་དང་དངོས་བཤེས། དངོས་བཞེས་འདྲིས་བཟང་པོ་ཡོད། སྐུ་གོང་མ་ཁོང་ནི་ཕྱི་ལོ་ཆིག་སྟོང་དགུ་བརྒྱ་དགུ་བཅུ་གོ་དགུ་ལོར་བཙན་བྱོལ་དུ་ཕེབས་པའི་ཆོས་ལུགས་དབུ་ཁྲིད་ཚོའི་ནང་ནས་གནས་ཆེས་བླ་ཆེན་ཞིག་ཡིན། དེ་སྟེང་ངོས་རང་རྒྱལ་དབང་ཀརྨ་པའི་ཡང་སྲིད་གསར་པ། ཨོ་རྒྱན་འཕྲིན་ལས་རྡོ་རྗེར་བསུ་བ་ཞུ་རྒྱུར་ཧ་ཅང་གི་དགའ་བོ་བྱུང་ལ། ཁོང་དང་ཁོང་གི་སྐུ་འཁོར་རྣམས་དང་ལྷག་པར་ཁོང་གི་ལྷ་བུ་སློབ་གཉེར་ཐེག་ཕན་སྤྲོ་གང་ཐུབ་ཞུས་པ་ཡིན། སེང་གེ་ཡི་སེང་འབྲོག་ལེན་རྒྱས་ད་རིང་ནས་བཟུང་ལེའུ་བཅུ་གཅིག་པ་ཡོངས་སུ་འཇུག་བསྒྲིལ་བ་ཡིན་ད་རིང་གི་དཔེ་ཀློག་ལེ་ཚན་ཞུ་མཚམས་དེ་དག་རང་ལས་ཤག་ཤག་ཡིན་ལེ་ཚན་རྗེས་མའི་ནར་མ་ནག་ཚོ་མུ་མཐུད་ལེའུ་བཅུ་གཉིས་ནས་བས་ན་མ་མུ་མཐུད་སྦྱར་ཀློག་ཞུ་རྒྱུ་ཡིན་ན་ནང་པ་ཚོས།